གླེང་མོལ་གྱི་ལས་ཚན་ནང་རྒྱ་གར་རྒྱལ་ཡོངས་བོད་རིགས་མཐོ་རིམ་སློབ་མའི་ལྷན་ཚོགས་ཀྱི་མཛའ་འབྲེལ་རིག་རྩལ་འདུ་འཛོམས་ཆེན་མོའི་དམིགས་ཡུལ་དང་ལས་གཞི་དེའི་ཆེད་དུ་སློབ་ཕྲུག་མཐུན་ཚོགས་ཀྱི་ཚོགས་གཙོ་ཁག་ལས་གྲུབ་པའི་དམིགས་བསལ་ཚོགས་འདུ་བསྡུ་སྐོང་གི་ལས་འཆར་ཞིག་གོ་སྒྲིག་ཞུ་རྒྱུ་ཡིན་པའི་སྐོར་ལ་ཡང་ཚོགས་གཙོ་ལྷ་རོང་ལགས་དང་སྤྱི་ཁྱབ་སྟངས་འཛིན་པ་རིག་རྒྱས་དབང་ཆེན་ལགས་དང་ལྷན་དུ་ཁྲལ་འབབ་སྟོབས་རྒྱལ་གྱིས་དེ་རིང་གླེང་མོལ་བྱེད་ཀྱི་ཡིན། ཨ་ནེ་རྣམ་པ་གཉིས་ཀྱིས་དེ་རིང་རྒྱ་གར་ལྷོ་ཕྱོགས་ཀྱི་གྲོང་ཁྱེར་མེ་སོར་ནས་གླེང་མོལ་གྱི་ལེ་ཚན་འདིའི་ཐོག་ལ་ཡང་མཉམ་ཞུགས་གནང་བར་ཕེབས་པ་དེ་ཡང་ཁྲལ་འབབ་སྟོབས་རྒྱལ་གྱིས་ཐོག་མར་ཐུགས་བཞེས་ཞུ་ཡིན། ཨ་ནེ་ངས་ད་ཞིབ་ཕྲ་བའི་བཀའ་མོལ་མ་ཞུས་ཉན་ལ་ཡང་ངས་ལྷ་རོང་ལགས་ལ་ཡང་ཁྱེད་རང་གིས་ཅིག་གིས་ད་ངོ་སྤྲོད་སྡུག་རྩུམ་ཅིག་གནང་དང་ཞུས་ཡིན། ལ་ཟེར།
ད་རེས་འདི་གླེང་མོལ་བརྒྱུད་ནས་ཆ་མཚུངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ངའི་མིང་ལྷ་རོང་ཡིན། ང་ཀེ་སི་ཏིའི་མདོ་སྨད་རྔ་བའི་ཡུལ་ལ་ས་མ་འབྲོག་གི་ཞིང་པ་ཞིག་ན་དུ་ཞིག་ཁྱིམ་ཚང་ཞིག་ནས་སྐྱེས་པ་ཡིན། ཨ་ནི་གཞི་རིམ་སླབ་གྲྭ་དེ་གའི་དེ་མ་སུ་རི་བོད་ཁྱིམ་སློབ་གྲྭ་དང་རཱ་ཞི་པུར་བོད་ཁྱིམ་སློབ་གྲྭའི་ཐོན་བྱེད་ཐ་དད་བྱས་ར་མཱེ་སུར་ཨ་ནི་ཁྲིམས་བརྒྱུད་སློབ་སྦྱོང་བྱེད་ཀྱི་བསྡད་བཞིན་པ་ཡིན།

ཨ་ནི་གཞི་རིམ་གྱི་སློབ་སྦྱོང་དེ་ཅོ་འདི་ར་བོད་ཁྱིམ་བཅས་ཨན་དེའི་ཆེད་ལ། ད་ཐེངས་བོད་ཁྱིམ་ལ་བཅུ་གཅིག་བཅུ་གཉིས་ཨན་དེའི་ཆེད་ལ་ད་ལྟའི་ཆར་ལ་ཡང། JSS མཐོ་སློབ་ནང་ལོ་ཁྲིམས་ལུགས་རིག་པའི་སྒང་ལ་སློབ་སྦྱོང་བྱས་ད་ལྟ་ལོ་རིམ་མཐའ་མར་ཐོག་ལ་ཡང་སློབ་སྦྱོང་བྱེད་བཞིན་པ་ཡིན་ཞུ་ཡ་ཡིན། རྣམ་པ་གཉིས་ཀྱིས་ད་ལྟ་གཅིག་གི་ལས་དོན་གཙོ་བོའི་གི་དམིགས་ཡུལ་གཙོ་བོ་གཅིག་ད་འདས་པའི་ལོའི་ནང་ལ་ཡང་ཅིག་བོད་རྒྱ་གར་ལྷོ་ཕྱོགས་ཡིན་ན་འདྲ་རྒྱ་གར་རྒྱལ་ཡོངས་ནང་ལ་ཡང་ཅིག་བོད་པའི་སློབ་གྲྭ་མང་པོ་ཞིབ་ཅིག་ད་ཅིག་གིས་མཐོ་སློབ་ནང་ལ་ཕེབས་ཀྱི་ཡོད་རེད་ནས་ཅིག་གིས་དམིགས་སུ་བཀར་བའི་ཅིག་མཐུན་ཚོགས་ཅིག་གིས་ཚགས་ཚུད་པོ་ཅིག་མེད་པའི་གིས་ད་ཅིག་གིས་སྣང་ཚུལ་ཅིག་རྣམ་པ་ཚོར་བྱུང་ཡོད་པ་རེད་ལྷག་པར་དུ་ད་ཅིག་གིས་མ་ད་ར་སི་ལའི་ཁུལ་ལ་ཡོད་པའི་སློབ་ཕྲུག་སྐབས་ཅིག་ལས་མང་པོ་ཞིབ་ཅིག་ཡོད་པ་རེད་དེ་ནས་ཕྱིས་སུ་ད་ཅིག་ཉུང་རུ་ཕྱིན་པ་ལ་སོགས་པའི་དཀའ་ངལ་མང་པོ་ཞིག་ཐུག་པ་འདྲ་དེའི་སྐོར་ལ་ཡང་ད་ཅིག་གིས་རྣམ་པ་ཚོས་རྒྱབ་ལྗོངས་བལྟས་སུ་སྣང་བྱས་ནས་ཨ་ནི་ད་དེ་ལས་ལྷག་པའི་ད་ཅིག་མ་འོངས་པར་ཡང་དཀའ་ངལ་འདི་སེལ་ཡག་ལ་ཡང་རྣམ་པ་གཙོ་བའི་ཐབས་ལམ་རོགས་ཀྱི་ག་རེ་སྤེལ་ན་ཡིན། ངས་ལྷ་སྒྲོན་ལགས་ལ་བཀའ་འདྲི་ཞུ་ཡིན།
ལགས་སོ་ད་ད་ལྟ་དེ་གནས་སྟངས་དེ་འདུག་ཟེར། རྩ་བའི་རྒྱ་གར་གྱི་ས་ཆོ། ད་བོད་པའི་གྱི་མཐོ་སློབ་ནང་ལ་སྐྱོད་བྱེད་པའི་བོད་རིགས་སློབ་ཕྲུག་ག་བ་ཡོད་པའི་ནས་དེ་ལ་ད་ས་གནས་མང་ཆེ་བ་ཅིག་ལ་ཅིག་གི་སློབ་ཕྲུག་གི་ངོ་བོ་ལས་སྒྲུབ་བྱ་རྒྱུ་ཚོགས་པ་ཡོད་བསྡད་པ་ཞིག་རེད། ད་ད་རི་ཁ་ས་ཆགས་ཞེས་པ་ནས་ཡིན་ནས་ས་གནས་ཁ་ཤི་ལ་མང་འགྲུབ་ཡོའོ་རེད་ཁ་ཤི་ལ་ཉུང་དུ་འགྲུབ་ཡོའོ་རེད་ཡིན་པས་ནས་ས་གནས་ས་ཐོག་ལ་དེ་ཡི་སློབ་ཕྲུག་གཞོན་སྐྱེས་ཀྱི་ངོ་བོ་ལ་འགྲུབ་བཞིན་པའི་གི་ཚོགས་པ་ཡོའོ་དེ་དཔེ་གལ་ཆེན་པོ་ཞིག་བོ་ཞིག་རེད་ཤག་ད་ས་གནས་ད་ད་ད་མ་ད་ར་སློབ་ཕྲུག་ལ་ཆགས་ཞེས་ནས་ཕྱི་ནང་ནང་ལ་ཆགས་ཞེས་ནས་ཀོའུ་ཏེ་ཏེ་རང་བཞིན་གྱི་སློབ་འཇུག་བྱེད་མྱི་ཉུང་འགྲུབ་ཡོའོ་ལོ་ད་རེ་ཞིག་ཉུང་འགྲུབ་ཡོའོ་རེད་དེ་སོང་ཙང་དེ་ཉུང་འགྲུབ་པའི་རྒྱུ་མཚན་ལྟ་བྱེད་ཨ་ནི་ད་རི་ཁ་ས་ཡིན་པས་ནས་ཁོ་ནང་ཚོས་གི་ཅིག་གི། ལས་འགུལ་སྤེལ་ཕྱོགས་རེར་དུས་རྒྱུན་གྱི་ཚོགས་པ་དེས་ལྟ་ཅི་ཕྱག་ལེན་གནང་ཕྱོགས་དེ་གའི་རང་བཞིན་གྱི་འབྲེལ་མཐུད་ཉམས་རྒུད་ཆེན་པོ་ཞིག་གྲུབ་ཡོད་དེ་གསལ་བོ་ཞེས་ཞུ་ཞུ་ཡིན་ན་ཡང་ས་གཞི་ཁ་ཤར་ལ་ཡང་ཁུ་ཅིག་གིས་གར་ཟེར་བ་རེད་སློབ་ཕྲུག་དེ་གའི་དེ་མང་འགྲོ་ཞེས་ཡང་ཚགས་ཚུལ་གྲུབ་ཡོད་ཀྱི་ཡང་ཚོགས་པ་དེ་འདྲའི་མང་པོ་ཞིག་ཡོད་དེ་བ་ཞིག་རེད། ལོ་ལོ་རིག་ཆེན་ལགས་ད་ལྟ་ཁྱེད་རང་གི་གཅན་ས་ན་ཤིང་བྱས་ནས་དངོས་གནས་ཀྱི་སྐབས་གཅིག་ལ་ཡང་མ་ད་ར་སྐུལ་ནང་ལ་ཡང་སློབ་སྦྱོང་གནང་བཞིན་པའི་སློབ་ཕྲུག་མང་པོ་ཅིག་ཡོད་པའི་བག་ཆགས་ལ་བརྟེན་བྱས་ནས་ད་ཡང་ཅིག་ཁོ་ན་ཚོས་ཀྱི་ཅིག་སློབ་ཕྲུག་ནང་ཁུལ་གྱི་བར་ན་བསམ་བློའི་བརྗེ་ལེན་ལ་སོགས་པ་དེ་དང་ལྷག་པར་དུ་བོད་དོན་ཐོག་ལ་ལས་འགུལ་རྣམ་སྨིན་སྣ་ཚོགས་སྤེལ་ཐུབ་པ་བྱུང་ཡོད་པ་རེད་ཡིན་ནའི་ད་ད་ཆ་དེ་ཅིག་གི་ད་བར་ཆ་ར་མ་སོང་ནས་ཅིག་ག་རང་གང་ཙམ་ཅིག་བྱུང་ཡོད་པ་ཤུགས་རྐྱེན་བྱུང་ཡོད་པ་སོང་ཙང་ད་དེ་ལས་ལྡོག་པའི་ཟེར་ན་ད་དེ་ལས་ལྷག་པ་ཅིག་ད་དེ་ལས་ཡང་ཅིག་གི་དཀའ་ངལ་དེ་སེལ་ཟེར་ན་ད་ཐབས་ལམ་ཅིག་གསར་པ་ཅིག་སེལ་ཙང་ད་ཡང་ཁྱེད་ཀྱིས་ཡང་ཅིག་གི་དེའི་ཐོག་ལ་དགོངས་པ་བཞེས་ཡོད་པ་འདྲ་ཅེ་དང་རྣམ་པ་ཚོས་ད་ལྟ་ཅིག་ཡང་ཅིག་བོད་མཐོ་སློབ་ནང་ལ་འགྲིམ་བཞིན་པའི་བོད་པའི་སློབ་ཕྲུག་ཚོས་ཀྱི་མཐུན་ཚོགས་གསར་པ་ཅིག་བཙུགས་གནང་ཡོད་པའི་རིགས་དེ་ལ། ད་ལྟ་མཐུན་ཚོགས་གསར་བ་དེ་འདྲ་བཙུགས་པ་དེ་འདྲ་གལ་མ་རེད་གི་ལ། ད་ལྟ་ད་ལྟ Madras སློབ་ཕྲུག་གི་གནས་སྟངས་འདི་གི་ཐོག་ནས་ཞུས་མིན་ན་ད་རྩ་བའི་མི་འབོར་སློབ་ཕྲུག་གྲངས་འབོར་ཉུང་དུ་འགྲོ་གི་ཡོད་བ་འདི་ཁོག་ད་ང་ཚོ་སློབ་གྲྭ་ཁག་ནང་ལ་ཡིན་པའི་ཡིན་ནའི་རེད་ད་ནང་བཞིན་གི་ད་ད་ལྟ་མཐོ་སློབ་ལ་བསྐྱོད་དེ་གིན་ཚུལ་ཚོ་རང་བཞིན་གི་སློབ་ཕྲུག་གི་གྲངས་འབོར་ཉུང་ཁ་འགྲོ་དུས་ཉུང་དུ་འགྲོ་དུས་སྐབས་སུ་ས་གནས་ལ་ཁོ་རང་བཞིན་གི་ཨ་ནི་བོད་པའི་གི་སློབ་ཕྲུག་གྲངས་འབོར་ཉུང་དུ་འགྲོ་གི་ཡོད་བ་འདི་ཁོག་ད་སྤྱི་ཡོངས་ང་རང་ཚོ་བོད་བོད་པའི་གནས་སྟངས་རྒྱ་ཆེན་པོ་གཅིག་གི་ཐོག་ནས་ཁོ་རང་བཞིན་གྱི་དཀའ་ངལ་གཅིག་རེད། ད་ཡིན་ནའི་ད་ལན Madras གི་གནས་སྟངས་འདི་དང་འབྲེལ་བའི་ཐོག་ནས་ད་ཞུ་དོན་གཙོ་བོ་འགྲོ་དེ་ག་རེད་ཞུས་པ་ཡིན་ན། ད་སྔོན་མ Madras གི་ནང་ལོགས་ལ་ད་ལས་འགུལ་གལ་ཆེན་པོ་ཞུ་བུ་གཅིག་ཨ་ནི་ད་ད་ལྟའི་ཆ་ལ་ཡང་ཨ་ནི་ཚོགས་མ་ཐུ་ཡས་ཀྱི་གནས་སྟངས་གཅིག་ཆགས་ཀྱི་ཡོད་པ་སོང་ཙང་ཨ་ནི་ད་ལན་ཨ་ང་ཚོ་ད་ང་དང་ད་ད་ད་ད་ཚོགས་གཙོ་ལགས་ཀྱི་ཚོགས་གཙོ་ལྷ་རོང་ལགས་ཀྱི་གསུངས་པ་ནང་བཞིན་གྱི་ད་ད་ད་བར་བརྒལ་གྱི་ཨ་ནི་ང་ཚོ་ཚོགས་ཆུང་གཅིག་བཙུགས་རྗེས་ད་ལྟ་ལས་རིམ་ད་ལྟ་དགེ་ལ་སྲུང་མ་ནང་བཞིན་རྒྱ་གར་རྒྱལ་ཡོངས་བོད་རིགས་མཐོ་རུབ་ཀྱི་སློབ་མ་སློབ་མའི་ལྷན་ཚོགས་ནང་ཁུལ་ལ་ཡང་ད་རིག་ཚུལ་དྲན་བསྡུ་ཆེན་པོ་འདི་ད་དེ་བས་ལོ་བཅུ་གསུམ་རིང་ག་ལ་ཡང་ཨ་ནི་ཅེ་ནའི་ད་ད Madras སློབ་ཕྲུག་ཁོ་རང་ཚོས་རང་འགན་ཁྱེར་བའི་ཐོག་ནས་སྐོང་ཚོགས་གནང་ཡོད་རེད་ད་ད་འདིའི་ཆ་ལ་ད་ད་ད་གོང་དུ་ཞུས་པ་བཞིན་སོང་གི་ཨ་ནི་མི་འབོར་གྱི་ཆ་ནས་རེད་ཨ་ནི་སློབ་ཕྲུག་གི་འཛུལ་ཞུགས་བྱེད་ཡག་གི་གྲངས་འབོར་དུས་ཤིན་ཏུ་ཉུང་ཉུང་ཆེན་ཡིན་པོ་སོང་ཙང་ད་འདིའི་ཐོག་ལ་དཔལ་འབྱོར་གྱི་ཐོག་ནས་རེད་མི་ཇག་གི་ཐོག་ནས་རེད་འདི་མཁོ་སྒྲུབ་བྱེད་ཡག་དང་གོ་སྒྲིག་བྱེད་ཡག་ལ་དཀའ་ངལ་ཅིག་འཕྲད་ཀྱི་ཡོད་པ་སོང་ཙང་ད་ས་གནས་གཞན་དག་ལ་ཡག་ད། གློ་བུར་གྲངས་འབོར་མང་དུ་ཕྱིན་པ་དེ་ཚོའི་གི་ཐོག་ནས་འགན་འཁེལ་དགོས་ཀྱི་དུས་ཚོད་ཅིག་སླེབས་ཡོད་དུས་ད་འདི་གི་འབྲེལ་མཐུད་དུས་ཏག་ཏག་ཅིག་བྱེད་ཐུབ་ཀྱི་མེད་པ་སོང་ཙང་ལས་འགུལ་ད་ལོ་བཅུ་གསུམ་ཕྱིན་བསྡད་པ་འདི་ད། བསྐྱར་དུ་ང་ཚོས་ད་ཅིག་མུ་མཐུད་ནས་འགྲོ་ཐུབ་ཡག་ལ་ཡག་ད་ང་ཚོས་ད་ནི་བོད་དོན་ཅིག་བྱེད་ཅེས་ད་ལན་གྱི་ཨ་ནེ་ཡང་ཕ་སྐད་ཀྱི་ཚོགས་ཆུང་གཅིག་བཙུགས་རྗེས་ད་ལྟའི་གོ་སྒྲིག་ཞུ་གི་ཡོད་རེད་ཞུ་ཡ་ཡིན། ལོ་ལོ་སོ་ལྷ་རུང་ལགས་ད་ལྟ་ཅིག་གི་རི་རྒྱལ་ལགས་སུ་མར་ཧིན་ཇཱི་ནི་ད་ཅིག་གི་མ་འོངས་པའི་སྐད་ད་ག་ཚོད་རྒྱ་གར་གྱི་མཐོ་སློབ་ཁག་འདྲ་མིན་ནང་ལ་ཕེབས་བཞིན་པའི་བོད་རིགས་སློབ་མ་ཚོས་ཀྱི་ཨ་ནེ་ཅིག་ད་སོ་སོའི་ཤེས་ཡོན་ཙམ་མ་ཟད་ཨ་ཅིག་གི་བོད་པའི་སྤྱི་ཚོགས་ད་ཅིག་བོད་ཀྱི་རིག་གཞུང་མི་ཉམས་གོང་འཕེལ་ད་ཉམས་པ་སླར་གསོ་བྱེད་ཡ་ལ་དང་ད་གནང་བཞིན་པ་ཅིག་གི་བོད་ཀྱི་རྩ་དོན་ཐོག་ལ་ཡིན་ནའི་ད་ཅིག་གི་ད་ས་གནས་ག་པར་ཅིག་སོ་སོའི་སློབ་སྦྱོང་གནང་གི་ཡོད་པ་ནི་ལས་འགུལ་སྤེལ་ཡག་ཐོག་ལ་ཡ་གཅིག་ཡ་མཉམ་ཞུགས་གནང་ཡག་དང་ལས་ཀའི་ཞོར་ཡག་ཐོག་ལ་དགོངས་པ་བཞེས་དགོས་པ་རེད་ཅེས་དང། ད་གནས་ཚུལ་དེ་འདྲས་ཅིག་ཡིན་པའི་ཆ་ནས་ད་མ་འོངས་པར་རྣམ་པ་ཚོས་ཀྱི་ཡ་གཅིག་གིས་ད་དེ་འདྲའི་ཚོགས་ཆུང་གསུམ་ལ་འཛུལ་བཙུགས་གནང་རྗེས་ནས་ད་འདི་གི་ད་འདུ་འཛོམས་ཆེན་པོ་ཅིག་ད་བལ་ལོ་ཁོ་བོའི་ལས་ཚོགས་ནང་གནང་པ་རེད་བལ་ལོ་ཁོ་བོས་དེ་གར་བདམས་གནང་བའི་དམིགས་བསལ་གྱི་ཡ་གཅིག་ཁྱད་ཆོས་རུ་ཞིག་ཟིན་ཡོད་ན་ད་རུང་ལ།
ལའོ། ད་ད་ལྟ་འདི་རྒྱལ་ཡོངས་བོད་རིགས་གཞོན་སྐྱེས། མཛའ་འབྲེལ་རིག་འཛིན་འདུ་འཛོམས་ཆེན་པོ་འདི་ལོ་བཅུ་གསུམ་བཞི་བསྡུར་ཞིག་གནང་བ་རེད་དེ་ཡིན་པས་ཡིན་ནས་འདི་སྤྱི་ཚོགས་ནང་ལོགས་ལ་ད་ཅིག་གཞོན་སྐྱེས་ཀྱི་འདུ་འཛོམས་གལ་ཆེན་པོ་འདི་ག་ཟིག་ཡོད་པ་འདི་སྤྱི་ཚོགས་ནང་ལ་གོ་རྟོགས་ཞིབ་བོ་ཅིག་སྤེལ་ཉུང་ཉུང་རེད་བྱ་ང་ཚོ་ད་དར་མ་ས་ལ་ཁ་སིའི་གསར་འགོད་ཚེ་རབས་ཚོགས་དུས་སྐབས་ཡིན་པས་ནས་གསར་འགོད་པ་ཚོ་ཡིན་པས་ནས་དེའི་གང་ལ་གནས་ཚུལ་གོ་རྟོགས་ཉུང་ཉུང་ཞིབ་བོ་རེད་བྱེད་ད་དེ་དེ་ནས་སོང་ཙང་ད་རིང་ང་ཚོ་བར་སྐྱེས་ཀྱི་ད་མཛའ་གྲགས་ཀྱི་ཚོགས་ཆུང་འདི་བརྒྱུད་བྱས་ད་རིང་ང་ཚོས་དར་མ་ས་ལ་ཕྱིན་ཅིག་གསར་འགོད་ཚེ་རབས་ཚོགས་ཡག་འདིའི་སྐོར་ལ་རྒྱུ་མཚན་ག་རེ་ལ་ན། ད་ང་ཚོ། རྒྱལ་ཡོངས་བོད་རིགས་གཞོན་སྐྱེས་འདུས་འཛོམས་ཆེན་པོ་ཅིག་ཡོད་རེད་ད། ས་དེ་གལ་ཆེན་པོ་ཡིན་པ་དེ་སྤྱི་ཚོགས་ནང་ལ་ལྟ་ཅིག་ཞུས་མི་འོས་ཟེར་བ། དེ་ནས་བཟུང་སྟེ་ད་རེས་འབེ་ལ་ཀུ་བི་གཞིས་ཆགས་ལ་འཚོགས་པའི་རྒྱུ་མཚན་གཙོ་བོ་རུ་དེ། འབེ་ལ་ཀུ་བི་ས་གནས་ཆགས་ཆགས་བའི་སྤྱི་ཐང་ནི་གཅིག་གི་གཞིས་ཆགས་ཁག་མང་པོ་ཡོད་པའི་ནང་ལོགས་ནས་གཞིས་ཆགས་གནད་འགག་ཆེན་པོ་ཆགས་མི་འབོར་མང་པོ་ཡོད་པའི་ཞིག་ས་ཆ་ཞིག་ཆགས་བསྡད་ཡོད་རེད། དེ་སོང་ཙང་ཨ་ནི་རིག་རྩིས་འདུས་འཛོམས་ཆེན་པོ་དེ་གའི་དེ་བྷི་གི་ལ་འཚོགས་པ་ཡིན་པ་ཡིན་ན་གཅིག་གི། རྒྱ་ཆེའི་མང་ཚོགས་ཡིན་པ་ཡིན་ནས་དེ་ལ་གཟིགས་ཚུལ་སྐབས་ལ་ཡང་མང་པོ་ཞིག་གིས་མཐོང་ཐུབ་པས་དམིགས་བསལ་གྱིས་གསར་འགོད་པ་ཚོ་ཡིན་པ་ཡིན་ནས་མང་པོ་ཞིག་ཉོབ་ཐུབ་པས་དེ་འདྲ་ཞིག་རེད་བསམ་གྱི་འདུག་དེ་འདྲ་ཞིག་གི་ཐོག་ནས་ལྟ་ཅི་དགོས་གཞོན་སྐྱེས་འདུས་འཛོམས་ཆེན་པོ་དེ་གའི་དེ་སྤྱི་ཚོགས་ནང་ལ་ཡིན་པ་ཡིན་ནས་ལྟ་སྟངས་ཡག་པོ་ཞིག་མཐོང་གི་འོས་སོང་ཙང་དེ་འདྲ་ཞིག་གི་ལས་འགུལ་དེ་གཅིག་ས་ཆ་ཁུག་ཀྱོག་ཅིག་ལ་བཙུགས་མ་བསྡད་པར་ཆེས་སྤྱི་ཡོངས་ཀྱི་ཐོག་ནས་གཞིས་ཆགས་ཆེ་ཁག་ཞིག་ལ་ཞིག་བཙུགས་པ་ཡིན་པ་ན་ཅིག་དེར་ཐུགས་ཕན་ཆེན་པོ་ཞིག་བཟོས་གི་རེད་བསམ་པའི་ཐོག་ནས་ང་ཚོ་ད་རེས་དེ་སྦེལ་ཀོབ་ཀྱི་གཞིས་ཆགས་ལ་ཚོགས་ཐེངས་ཁྱད་པར་བ་ཞིག་རེད

རྩ་བའི།
ད། ཕྱོགས་ཚང་མ་ནས་ཐོག་ནས་ཕྱོགས་ཚང་མས་ཀྱི་ཐོག་ནས་རེད་བ། ད་ང་ཚོ་སློབ་ཕྲུག་གི་ལས་འཆར་རེད་ཨ་ནི་གོ་སྒྲིག་སློབ་ཕྲུག་རང་གི་ད་སློབ་གྲྭའི་ནུས་པ་ལས་སྒྲུབ་བྱ་བའི་ཀྱི་ལས་འགུལ་ག་འདྲའི་བྱེད་ཡིན་པའི་ཡིན་ནའི་ད་ལྟའི་ང་ཚོའི་སྤྱི་ཚོགས་ད་བཙན་བྱོལ་བོད་མིའི་སྒྲིག་འཛུགས་ཡིན་པ་ཡིན་ན་འདྲ་འདུག་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཡིན་པ་ཡིན་ན་འདྲ་འདུག་ད་ནང་བཞིན་མི་སྒེར་པ་ཡིན་པ་ཡིན་ན་འདྲ་འདུག་ད་ལྟའི་བར་དུ་ད་སྤྱི་ཡོངས་ཀྱི་འགན་འཁྱེར་གྱིན་ཡོད་པ་ཡིན་ན་ད་དཔལ་འབྱོར་རེས་གྲགས་ནང་བཞིན་གྱི་གམ་གཅིག་གི་ཐད་ནས་མཐུན་འགྱུར་རོགས་རམ་གལ་གང་འཚམ་གྱིས་ཡག་པོ་ཡོད་པ་དང་དེ་འབྲེལ་གྱི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ད་ལྷག་པར་དུ་ད་རིང་ང་ཚོས་ཀྱི་ལས་འཆར་དེ་དང་འབྲེལ་བའི་ཡོད་པའི་ཐོག་ནས་ད་ལྟ་སྒེར་ལགས་ཀྱིས་དྲི་བ་བཏང་བ་གཞིར་བཟུང་ཞུས་པ་ཡིན་ན། མཐོ་རུ་སློབ་མ་སྐྱོད་བཞིན་པའི་གི་ནང་ཁུལ་ལ་དེ་འབྲེལ་གྱི་ཐབས་ཅིག་རིག་རྩལ་འཕྲིན་ཐུང་གོ་གི་ཡོད་པ་དང། འདིའི་གི་གནད་འགག་མཐོང་གི་ཡོད་པ་འདི་ཚོ་ཁོ་ད་སྔོན་མ་ནས་ཡོད་སྡོད་པ་ཅིག་རེད་ད་ང་ཚོ། བཀའ་བབས་པ་དཀའ་ངལ་འཕྲད་བསྡད་ཡ་འདི་ཁོ་ད་རྒན་ཁྱི་རྒན་མ་རག་པའི་ཐོག་ནས་དཀའ་ངལ་ཅིག་འཕྲད་བསྡད་ཀྱི་ཡོད་རེད་མ་གཏོགས་ཀྱི་གང་དག་སློབ་ཕྲུག་འདི་རྣམས་ལ་འཛུལ་ཞུགས་བྱེད་ཡག་གི་དུས་འབའ་ཡོད་པ་དང་འདོད་པ་ཡོད་པ་དག་ན་ཞིང་དེ་འདྲིའི་གི་གོ་སྐབས་གོ་གི་ཡོད་པ་འདི་ཁོ་གསལ་བོ་ཞུ་རེད་འདི་གསལ་བོ་རེད་ཟེར་གྱི་ཞུ་ཡ་ཡིན་དག་ན་ཞིང་གི་ད་ཚོགས་པ་སྐྱིད་སྡུག་ཁག་རེད་དག་ན་ཞིང་གི་ཨ་ནི་མི་སྒེར་སོ་སོའི་རེད་འདི་ཚོ་གི་ཐོག་ནས་ད་སྔོན་མ་ཡང་རྒྱབ་སྐྱོར་ཧང་སང་ཡག་པོ་གནང་བསྡད་ཀྱི་ཡོད་རེད་ད་རིང་ལས་འཆར་ལས་ཡིན་ནའི་ཏན་ཏན་རྒྱབ་སྐྱོར་གནང་གི་རེད་ཟེར་བྱས་འདི་ང་ཚོ་ཡིད་ཆེས་བྱེད་བསྡད་ཀྱི་ཡོད་ཞུ་ཡ་ཡིན། ལོ་ལོ་སོ་བོ་ལ་ཅིག་གི་རྣམ་པ་ཚོའི་ལས་འགུལ་དེའི་དགུ་ལས་ཅིག་གི་གནད་འགག་ཆེན་པོ་ཞིག་རེད་ཅེས་དང་དེའི་དམིགས་ཡུལ་ཆེན་པོ་དེ་འདྲ་ཞིག་བཟུང་ན་རྒྱན་ལྟ་རྣམ་པ་གཉིས་ཀྱི་གཙོ་བོར་བྱས་པའི་རྒྱན་མ་གསུམ་ལས་ག་ཅེས་ཆེན་པོ་ཅིག་ད་ཞེས་ན་ཡོད་རེད་དེ་ད་ཞེས་པ་སྲིད་གསུམ་གྱིས་ད་གཟའ་ཟླ་བ་བྱེ་མའི་སྣག་ལ་ཡ་ཅིག་གིས་སྦལ་བཀོད་པའི་ལི་ཡ། བོད་ན་ཚོགས་པ་ཆེན་པོ་བཙུགས་ན་དགོས་པ་དེའི་སྣག་ལི་ཡ་དང་རྣམ་པ་གཉིས་གཙོས་ཀྱི་སྣེ་ཁྲིད་པའི་ཐོག་ནས་ད་ཅིག་གིས་རྒྱ་གར་ན་ལི་ཡ་མཐོ་སློབ་འགྲིམ་འགྲོ་མཁན་མང་པོ་ཚོགས་པ་ལ་ཡན་ལག་སྒྲིག་འཛུགས་སུ་ནས་འགྲིག་གི་རེད་ཟེར་མཁན་མང་པོ་ཡོད་པ་སོང་སུ་སུ་འདི་ན་མཉམ་ཞུགས་གནང་གི་ཡོད་ནམ། ད་ལྟའི་རྒྱ་གར་ནང་ལོ་ཆིག་ཐང་ཆགས་བཞག་པ་ཡིན་པ་ནས་ང་ཚོ་དུས་ཚོད་ཅིག་རོབ་ཚིགས་རྒྱག་ཡོང་དུས་ཚང་མ་ལ་རྒྱ་གར་གནའ་ལོ་ལ་གཅིག་མཐུ་སློབ་སློབ་ཕྲུག་ཁོ་རང་བཅས་ཨ་ནེ་མིག་གཞི་གཡོན་སྐྱེས་ཀྱི་ངོ་བོ་གྲུབ་བྱ་དགོས་ཀྱི་ལྟར་སློབ་ཕྲུག་རང་གི་ཚོགས་པ་ཕལ་ཆེར་རྟ་བཅུ་གྲངས་བརྒལ་ཡོང་གི་འདུག་དེ་སོང་ཙང་རྟ་ད་རེས་ང་ཚོ་བྲེལ་བ་ཆེ་ཡོང་ཨེ་ཏེ་རྟ་ཚོ་ལྷོ་ཕྱོགས་འདི་གའི་རྟའི་དཀའ་ངལ་དམིགས་བསལ་ཞིག་ཡོད་མ་རེད་རྟ་ཚོ་རྟ་ལྷོ་ཕྱོགས་ཆགས་ཆགས་པས་ན་ང་ཚོ་དེ་ལ Bangalore ཡོད་རེད Mysore མེང་ལོར Chennai དེ་གའི་རྗེས་བཙུགས་བྱས་ཨ་ནི་ས་ད་ཡང་བྱང་ཕྱོགས་ཐོག་ནས་ཡང་མཐོ་སློབ་ཀྱི་ཚོགས་པ་དེ་འདྲ་ཆགས་བྱས་པ་ཡིན་པས་ན་ང་ཚོ་ས་ར་དང། དེ་གའི་དེར་ཅཱ་འདི་ཀར་དང་བྷ་རུ་ཏྲ་དེ་གའི་དེ་ང་ཚོ་འབྲེལ་བ་བྱེད་བསྡད་པ་ཞིག་རེད་དེ་སོང་ཙང་ཁོ་རང་ཚོ་གིས་ད་ད་ལྟའི་ཆར་ལ་མང་པོ་ཞིག་སྙིང་རྗེ་ཁོ་རང་ཚོ་གཅིག་གིས་ལམ་གྲོན་དང་དེ་འདྲའི་དེ་ཅིག་གི་ཐོག་ནས་དཀའ་ངལ་དུས་ཚོད་ཀྱི་ཐོག་ནས་དཀའ་ངལ་དེ་འདྲའི་ཅིག་ཡང་ཡོང་བསྡད་པ་མ་གཏོགས་རེ་ཟུང་རེ་ཟུང་མི་འདུག་གཞན་མང་ཆེ་བ་ཅིག་ལྟ་ཅིག་ད་ལྟའི་དེ་ལ་མཉམ་ཞུགས་བྱེད་ཀྱི་ལ་འདུན་པ་ཆེན་པོ་རེ་ཞིག་ཡོད་བསྡད་པ་ཅིག་གསལ་བོ་རེད་ཤག་རིག་རྩལ་ལ་དོ་བདག་ཅེས་རྣམ་པ་ཚོས་ད་ལྟ་མཐའ་མའི་དུས་སུ་བལ་ལོ་ཀོ་བེད་ལ་ཡ་དྲུག་གི་རྣམ་པ་ཚོས་ཀྱི་རིག་རྩལ་ལྷན་འཛོམས་ཆེན་པོ་དེ་གོ་ཚུལ་ཚུགས་གནང་ཡོད་པ་གསུངས་སོང་དེའི་ཆེད་དུ་ལྟ་ཅིག་གིས་ད་ལས་རིམ་མ་སོང་ནས་གོ་སྒྲིག་གནང་གནང་གི་ཡོད་རེད་དེ་དང་དེ་ན་ཡང་གཙོ་བོར་གཅིག་གར་དཀར་རི་འཇིགས་སྟངས་དེ་ད་གལ་ཆེ་བོ་དེ་ཡིན་གཉིས་པ་དེ་ཡིན་གསུམ་པ་དེ་ཡིན་ཟེར་བའི་དེ་འདྲས་ཀྱི་ད་ཕིག་གི་འཆར་གཞིར་གར་དཀར་རི་འཇིགས་ཀྱི་ཨ་ནི་འཇིགས་ཕྱག་ལེན་བཏང་ན་ཡིན་ན།
ལར་སི་གེ་ལ་ད་ད་འདའ་འདི། ང་ཚོ་གི་མ་གི་དུས་འཛོམས་བྱེད་ཡག་གི་ད་གནད་ཀ་ཆེ་ཤོས་འདྲ་བུ་འདི། དོན་ཚུན་གསུམ་ཡོད་རེད་གི་ལ་ད་ང་ཚོའི་གི་ལས་རིམ་འདི་ནང་ལོ་དོན་ཚུན་དང་པོ་ཤེས་ཡོན་དང་འབྲེལ་བ་ཡོད་ཀྱོག་ད་ནང་བཞིན་གི་ད་བཅུ་གཟུགས་པོའི་འཕྲོད་དོན་དང་འབྲེལ་བའི་ཐོག་ནས་ད་རྩེད་མོ། རིགས་གཅིག། འདི་ནང་བཞིན་གི། ཨ་ནི་མཐའ་མ་འདི་ལ་ཡང་ད་ང་ཚོ་བོད་གི་རིག་གཞུང་དང་འབྲེལ་བའི་ཐོག་ནས་རིག་གཞུང་འཁྲབ་བྱེད། དྲན་འདུག་ཞེས་བྱ་བོ་འདི་གསུམ་དེ་རེད་ད་གནད་ཀ་ཆེ་ཤོས་དེ། ཨ་ནི། དེའི་ནང་ལུགས་ནས་ད་ང་ཚོ་ཤེས་ཡོན་དང་འབྲེལ་བའི་ཐོག་ནས། བགྲོ་གླེང་བྱེད་ཡག་དང་རྩོམ་ཡིག་དྲན་སྡུར་བྱེད་ཡག་དང་དག་ན་ཤེས་གི་ཨ་ནི་ཡང། བསམ་ཚུལ་གོ་བསྡུར་བྱེད་ཅེས་ད་ཡང། ད་དབྱིན་སྐད་ཐོག་ནས་ཞུ་བས་ན Panel Discussion འདྲ་བོ་བཟོ་ར་བ་དེ་འདྲས་གོ་བསྡུར་བྱེད་ཡག་འདི་ཚོ་ད་གནད་ཀ་ཆེ་ཡག་ཅིག་རེད་དེ་དང་མཉམ་དུ་ཨ་ནི་ང་ཚོ་བརྙན་ཐུང་བཟོ་ཡག་ཅིག་ཡོད་རེད་ད་བརྙན་ཐུང་བཟོ་ཡག་དེ་གནད་ཀ་ཆེན་པོ་ཅིག་ང་ཚོའི་ངོས་ནས། ངོས་འཛིན་ཞུས་དུས་གངས་སྐྱིད་ན་ཉིས་སྟོང་དེ་ད་ད་ལོ་བརྗོད་གཞི་གཏན་འཁེལ་བ་དེ་ག་རེད་ཞུས་པ་ཡིན་ན། ད་ས་གནས་ཁག་མང་པོ་ཅིག་ལ་ང་ཚོ་རྒྱ་གར་གྱི་ད་རྒྱལ་ས་ཆེ་ཡང་ཁག་མང་པོ་ཅིག་ལ་བོད་པའི་སློབ་ཕྲུག་ཁག་གྲམ་བསྡད་ཡོད་རུ་བ། ཡིན་པ་སོགས་ཁག་གྲམ་ས་ཀྱི་ད་མང་ཆེ་རྣམས་ལ་བོད་པའི་གི་སློབ་ཕྲུག་གི་ངོ་བོ་ལས་གྲུབ་ཤ་བའི་གི་སློབ་ཕྲུག་མཐུན་ཚོགས་ཡིན་པ་ནས་འདྲ་འདུག་ད་ན་ཅིག་གཞོན་ནུ་གི་ཁྱབ་ཁོངས་ལ་ཡོད་པའི་གི་ད་གཞོན་ནུ་གི། ད་ལྟ་སློབ་ཕྲུག་ངོ་བོ་ལས་གྲུབ་པའི་གཞོན་ནུ་གི་ཚོགས་པ་ཡིན་པའི་ན་དྲ་འདུག་ད་དེ་མ་ཡིན་པའི་ད་ཚོགས་པ་ག་རེ་ཡོད་པ་ཡིན་ན་འདི་ཚོ་གི་རྒྱབ་ལྗོངས་ལོ་རྒྱུས་ཅིག་ད་ད་ལྟ་བར་དུ་མེད་པ་སོང་ཙང་དེ་འདྲའི་གི་ཐོག་ལ་ས་གནས་སོ་སོ་སོ་གི་བརྙན་ཐུང་བཟོས་བྲན་འདུག་གཅིག་དེ་རེད་ད་དེ་ཤེས་ཡོན་དང་འབྲེལ་བའི་ཐོག་ནས་རེད། ཨ་གཉིས་བ་དེ་ད་རྩེད་མོ་དང་འབྲེལ་བའི་ཐོག་ནས་བཞོས་པ་ཡིན་ན། ད་སྲིད་པོ་དང་བུ་མོ་ལ་སྲིད་པོ་དང་བུ་ལ་ཡི་སྲིད་པོ་དེ་ཅིག་ཡོད་དེ་ཡོད་རེད། སྲིད་པོའི་བྲན་འདུག་རེད་ཨ་ནི། ད་ནང་བཞིན་གྱི་ད། རིག་གཞུང་འཁྲབ་སྟོན་དགྲ་བོ་རྗེ་ཆ་མཚོན་པ་ཡིན་ན་ད་ང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་གྱི་ཨ་ནི་ཞབས་བྲོ་ད་ནང་བཞིན་གྱི་ཨ་ནི་མཉམ་བཞེས། གཟུང་བཞེས་འོ་དེ་འདྲའི་བྱས་ཅི་ང་ཚོ་གཡས་བོ་དཔེ་རེད་ཞུ་ཡ་ཡིན། བློ་ལ་སོ།
ལྷ་རོང་ལགས་ད་དེའི་བུ་ན་ཅིག་གནས་པ་ཚོའི་ལས་བྱ་དེ་དང་འབྲེལ་བ་ཡོད་པ་ཅིག་ངས་བཀའ་འདྲི་ཞུ་བ་ཡིན་ན་ད་ཅིག་གི་ད་ཉིན་མ་གསུམ་སོ་སོའི་རིང་ལ་ཡང་བལ་ལ་ཁུ་བལ་འདི་ཅིག་གི་ཚོགས་ནང་ཡང་རེད་བྱ་ད་དེའི་སྐབས་ལ་ཡང་ད་ཅིག་གི་གནས་པ་ཚོའི་གྱི་སློབ་ཕྲུག་མཐུན་ཚོགས་ད་མང་པོ་ཅིག་ཕེབས་ཀྱི་ཡོད་པ་སོང་ཙང

ད་ཇི་ལྟར་སློབ་ཕྲུག་མཐུན་ཚོགས་དེ་ད་ཇེ་གོང་དུ་ངས་ཞུས་ཟིན་པར་ཞེ་ད་ལྟ་སློབ་ཕྲུག་མཐུན་ཚོགས་དེ་ཞི་བ་ཞིག་གལ་ཆེན་པོ་བྱེད་རེད་དེ་གཙོ་བོ་དེ་ག་རེ་ཟེར་ན། རྒྱུ་མཚན་གཅིག་དེ་ད་སློབ་ཕྲུག་མཐུན་ཚོགས་ས་གནས་ག་བར་དགེ་རྒུ་ཡོད་པའི་ནས་དེ་བོད་པའི་གཞོན་སྐྱེས་ཚོ་ད་མཐོ་སློབ་སྐྱོད་བཞིན་པའི་བོད་པ་ཚོ་གི་ད་ཅིག་ནང་ལྟ་བུ་རུ་ཆགས་བསྡད་ཡོད་རེད་ཅིག་ད་སློབ་མ་གསར་བ་ཚོ་གླེན་པ་ན་ཡང་དེ་གས་དེ་ལ་ཅིག་ཡང། དགོས་ཀྱི། ཞལ་ལག་དེ་འདྲ་བཏང་དེ་ནས་བྱས་རྗེས་ཡང་རྙིང་པ་ཐོན་འགྲོ་ཟེར་མ་ཡང་ད་ག་ནང་བཞིན་གྱི་དེ་འདྲ་བྱས་རྗེས་ད། ས་གནས་ས་ཐོག་གི་སློབ་ཕྲུག་གི་མཐུན་ཚོགས་དེ་གའི་དེ་ད་ཅིག་ནང་མི་ལྟ་བུ་ཅིག་གིས་དེ་འདྲ་ཅིག་གི་ཡང་ལས་ཆགས་དེ་ཡོད་རེད་གཉིས་བ་དེ། ད་ས་གནས་ས་ཐོག་ལ་སློབ་ཕྲུག་དེ་གའི་ཡོད་དེ་བོད་པའི་གི་སྐུ་ཚབ་འགྲོ་ཅིག་ཚུགས་གི་ཡོད་རེད་དེ་སོང་ད་ས་གནས་ག་བ་ལ་ཁེལ་བ་ཡིན་པས་ནས་ཅིག་གི་གར་ཟེར་བ་རེད་བོད་དོན་དྲིལ་བསྒྲགས་དང་ག་རེ་བྱེད་པ་ཡོད་མེད་ཁོ་ནང་ཚོས་གི་དེ་གའི་ཅིག་གི་གནད་ཁ་ཆེན་པོ་ཞིག་ཟེར་རྗེས་ད་རྒྱ་གར་གི་མཐོ་སློབ་ནང་ལ་ཡིན་པས་ནས་རེད། ནས་དང་བླངས་པ་གཞན་གྱི་གཞུང་འབྲེལ་མ་ཡིན་པ་དང་གཞུང་འབྲེལ་ཡིན་པ་དེ་གའི་དེ་ཆ་ཚང་ཞིག་གི་འབྲེལ་བ་དེ་ལྟར་གཅིག་གིས་ས་གནས་ས་ཐོག་ལ་ཡོད་པའི་སློབ་ཕྲུག་ཚོའི་གི་རང་བཞིན་གྱི་འདུ་ཤེས་ཀྱི་ཕྱག་ལེན་གནང་ཐུབ་ཀྱི་ཡོད་རེད་གསུངས་ཀྱི་འདུག་ལྷག་པར་དུ་ད་རེས་ཁ་སང་ཆགས་བཞག་བས་ན་ས་གནས་ས་ཐོག་གི་སློབ་ཕྲུག་ཚོ་ཆགས་བས་ན་བོད་པས་བོད་པར་རོགས་པ་བྱས་ཏེ་ཚུལ་ཞིག་ང་ཚོས་ཅིག་ཞུ་དེ་གའི་ཡོད་རེད་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ས་གནས་ས་ཐོག་སློབ་ཕྲུག་ཚོ་ཡིན་པ་ནས་ད་སློབ་ཕྲུག་ས་འོག་ཏུ་ཚོ་སླེབས་བས་ན་ཁོ་རང་ཚོས་ཚོགས་ཆུང་བཙུགས་རྗེས་ད་ད་རེས་དེ་ལ་ང་ཚོ་སློབ་འཇུག་སློབ་ཕྲུག་ཚོ་ལ་ག་འདྲའི་ཕྱག་རོགས་གནང་གི་ཡིན་དེ་འདྲའི་ཆེད་ཁོ་རང་ཚོས་ཕྱག་ལས་ཤིག་གནང་དེ་གའི་ཡོད་རེད་དེ་ནས་སོང་ཙང་ཡང་གཅིག་རྒྱུ་མཚན་གཅིག་དེ་གཞོན་སྐྱེས་དེ་གས་དེ་གས་ག་ཚོད་གས་བཞིན་པ་དེ་ག་རེ་སི་ཁུ་ང་ཚོ་ཐུང་ངུ་དུ་ལབ་པ་ཡིན་པ་ཡིན་ན་ད་ཅིག་གི་ལ་བླ་སྤྲུལ་ཡིན་པ་ཡིན་ནི་རེད་ད་ནང་བཞིན་གི་བུད་མེད་སྒྲིག་འཛུགས་ཀྱི་སྐུ་ཚབ་ཡིན་པ་ཡིན་ནི་རེད་གཞུང་འབྲེལ་མ་ཡིན་པ་དང་གཞུང་འབྲེལ་ཡིན་པ་གང་ཡིན་གྱི་ད་སྐུ་ཚབ་གང་གིས་ཕེབས་པ་ཡིན་པ་ཡིན་ནི་སྤུ་བོ་ཕི་གེ་ལ་བསྡུ་སྒྲུང་བསྡུ་སྐོང་བྱེད་ཡ་ད་ད་ནང་བཞིན་གྱི་སྤུ་བོ་གི་སྐྱིད་སྡུག་དེ་གས་དེ་ཡ་ཞུ་ཡ་དེ་ད་ཟམ་པ་ད་མ་སོང་ན་དེ་ཅིག་སློབ་ཕྲུག་མཐུན་ཚོགས་དེ་གས་དེ་གས་དེ་ཡིན་གཅིག་མིན་གཅིག་དེ་འདྲ་ཅིག་ཕྱག་ལས་ཡག་པོ་ཅིག་གནང་ཐུབ་ཀྱི་ཡོད་རེད་བསམ་པའི་ཐོག་ནས་འདུག་ཅིག་གལ་ཆེན་པོ་ཞིག་ཐུང་ངུ་དུ།

ད་རྩ་བའི་དེང་སང་དུས་ཚོད་ལ་ཡང་དཀའ་ངལ་ཆེ་ཤོས་བཟོ་འདྲ་བོ་དེ་བོད་པའི་གི་སློབ་ཕྲུག་ཚོ་གི་ཨ་ནི་ད་ལྟ་ཡོད་བཞག་པའི་གི་ཚོགས་པ་ཁག་ནང་ལ་མཉམ་ཞུགས་བྱེད་ཡ་དེ་ད་བར་ལམ་ནས་དཀའ་ངལ་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་ངས་དཔེ་མཚོན་ཙམ་ཅིག་ཞུས་པ་ཡིན་ན། ད་ང་ཚོ་ས་གནས་ལ་དཔེར་ན་ང་ལྟ་བུ་ཅིག་ཡིན་པ་ཡིན་ན་ད་མཱི་སུ་རུ་བསྡད་ཀྱི་ཡོད་རེད་མཱི་སུ་ལ་ང་ཚོ་མཱི་སུ་སློབ་ཕྲུག་མཐུན་ཚོགས་ཡོད་རེད་ད་མཱི་སུ་སློབ་ཕྲུག་མཐུན་ཚོགས་དེ་ད་ལྟའི་ཆ་ལ་ཡིན་པ་ཡིན་ན་ད་ང་ཚོ་བཙན་བྱོལ་ནང་ལོགས་ལ་སློབ་ཕྲུག་ཏུ་སུ་མང་ང་ཡོད་ས་གི་ས་ཆ་ཅིག་ཆགས་ཀྱི་ཡོད་རེད་བ། དེ་འབྲེལ་གྱི་གནས་སྟངས་ཐོག་ནས་ད། མཱི་སུར་ཙམ་མ་ཡིན་པའི་ད་དེ་མིན་ས་གནས་གཞན་ཁག་ཚང་མ་ལོ་ལ་ཡང་ས་གནས་ཀྱི་རྒྱུན་ལས་མ་དུས་འཕོས་འགྲོ་དུས་སྐབས་སུ་ད་རྒྱུན་ལས་གསར་བ་དུས་བདམས་ཡོང་དུས་སྐབས་སུ་ཨ་ནི་དེ་ལ་དཀའ་ངལ་ད་རབ་དང་རིམ་པ་མང་པོ་ཞིག་འཕྲད་འདུག་གི་ཡོད་པ་འདི་ད་དངོས་ཡོད་གསལ་བོ་ཞུ་རེད། ད་ཅིག་ག་ཅིག་བོར་སྔོན་མ་ཡིན་པའི་ན་ཁོ་དང་དུ་བླངས་མཁན་དེ་འདྲ་མང་པོ་ཡོད་རེད་ད་དེང་སང་དང་དུ་བླངས་ཅིག་མ་ཐོན་མཁན་ཡོད་མ་རེད་སྤྱི་བའི་འགན་ཁྱེར་རོགས་བྱེད་ཞེས་ཕར་ཞུ་བ་རྒྱ་ཡལ་དེ་ཙམ་མ་གཏོགས་ད་སོ་སོ་གི་དང་དུ་བླངས་ཅིག་སྤྱི་བའི་རྒྱན་འཁྱེར་མཁན་དེ་ད་ན་ཅིག་ཞུ་བོད་ཀྱི་སྐྱོན་འབུ་འགྲོ་བོ་ཅིག་ཆགས་བསྡད་ཀྱི་འདུག་ད་ལྟའི་ཆ་ལ་ད་རྩ་བའི་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ནས་ཡིན་པའི་ཡིན་ན་དྲ་དུ་གཞུང་འབྲེལ་མ་ཡིན་པའི་ཚོགས་པ་སོགས་ཀྱིས་འགོ་ཁྲིད་ཀྱི་ཟབ་སྦྱོང་ད་མང་པོ་ཞིག་གཏང་གི་ཡོད་རེད་དེ་གང་ལྟར་ཡང་དངོས་ཡོད་ལག་ཡོད་ད་ལྟ་ལྷག་རུང་ད་ཚོགས་གཙོ་ལགས་ཀྱི་གསུང་མ་ནང་བཞིན་གྱི་ས་གནས་ཁོ་རང་ལ་ཡང་ད་འདི་ཅིག་གན་ཁྱད་བྱས་ཅིག་ང་ཚོ་སྤྱི་ཚོགས་ཀྱི་ཞབས་སྟེགས་སྒྲུབ་པའི་སྤྱོད་ར་འདི་ཁོ་རང་བཞིན་གྱིས་ད་ཅིག་བགོ་སྒྲིག་ནུས་པ་སྐྱེད་སྲིང་བྱེད་ཡག་གི་རྨང་གཞི་ལྟ་བུ་དེ་ཆགས་ཀྱི་ཡོད་རེད་བ། ད་འདི་རྨང་གཞི་ཆགས་ཡག་ལ་ཡ་ད་འདི་ལས་ཀ་བྱེད་དུས་སོ་སོ་གི་སློབ་སྦྱོང་བྱེད་འོས་ཤོར་ལ་དཀའ་ལས་དེ་ཡོད་རེད་དེ་ཡིན་པས་ནས་ད་ཁོ་འདི་སྤྱི་བའི་ལས་འགན་ཡིན་པ་སོང་ཙང་བློས་གཏོང་བྱེད་ཡག་ལ་ད་ཏུ་ཞིག་ཁག་པོ་འགྲོ་གི་ད་འདའི་ཆ་ལ་ང་ཚོ་དཀའ་ངལ་ཆེན་པོ་ཅིག་འཕྲད་དེ་ཡི་འདུག་ད་ཁོ་རྒྱུ་ལས་རྒྱུ་ལས་ཅིག་རེད་ཡིན་པས་ནས་ད་ཁོ་ཚོགས་པ་ཡོད་བ་ཙམ་གྱིས་འགྲིག་གི་མ་རེད་བ་འདི་ཚོགས་པ་འདི་ནག་ལོ་ལ་ང་ཚོ་ཚོགས་མི་ཅིག་གོ་གི་ཡོད་རེད་འདི་ཡང་བོད་པའི་གི་ཚོགས་པ་ཅིག་ཡིན་པ་སོང་ཙང་བོད་པའི་སློབ་གྲྭ་ཁག་ད་མ་ཡི་སྲོལ་གྲོགས་གཅིག་དང་མཐོ་སློབ་མང་པོ་ཡོད་རོགས་མཐོ་སློབ་མང་པོ་གི་སློབ་ཕྲུག་ཚང་མས་གི་དེ་ནང་ལོ་ལ་མཉམ་ཞུགས་བྱེད་དགོས་ཨེ་དེ་ཡས་ཁོ་རང་བཞིན་གི་ང་ཚོའི་གི་ད་ལྟའི་གནས་སྤར་ལོ་སྤར་བས་གི་གནད་ཁ་ཆེན་པོ་ཞུགས་ཅིག་ཆགས་གི་ཡོད་རེད་ད་མ་ཡི་སུ་ཙམ་མ་རེད་ས་གནས་ག་བ་ལ་ཡིན་པའི་ནས་ཡང་བོད་པའི་སྤུ་གུ་དུ་ཚོ་བོད་པའི་མཉམ་དུ་དུས་འཛོམས་བྱེད་ཡ་ལས་ཡང་ཁོ་གཅིག་གཅིག་ག་ནའང་མ་བྱས་སོ་གྲོགས་ད་གནད་ཁ་མ་བརྩི་ཡས་གི་གནས་སྟངས་གཅིག་ད་ལྟའི་ཆ་ལ་འདུག་ཞུ་ཡ་ཡིན། དོན་དུ་རིག་བྱེད་ལ་གསུངས་པ་འདིས་དངོས་གནས་ཅིག་ཞི་དྲག་གི་གནད་འགག་ཆེན་པོ་དེ་དག་དངོས་གནས་ཅིག་གལ་ཆེན་པོ་ཞེ་པོ་ཅིག་གསུངས་སོང་བསམ་གྱི་འདུག་དེ་ལྟར་ད་རྣམ་པ་ཚོས་དོན་དག་ཅིག་གི་ལས་འགུལ་འདི་མུ་མཐུད་ནས་ལས་འགུལ་ཅིག་བརྩམས་གནང་གི་ཡོད་དེ་ཡིན་ནས་གཙོ་ཆེ་བ་དེ་ད་རྣམ་པ་ཚོ་ཟླ་བ་ཕྱེད་མའི་གི་ད་ལྟ་བལ་ལོ་ཁུ་བ་ལས་རྩོམ་མཛད་ནས་དེ་དུས་རྣམ་པ་ཚོས་དག་ཅིག་གི་རྩ་བའི་ཚད་གཞི་ནང་ལ་ཡག་པ་ན་དག་ཅིག་གི་རིག་གཞུང་དག་ཅིག་སྐད་ཡིག་དག་དག་ན་ཞིང་བ་ཨན་ཅིག་ཅི་དང། ད་ག་ཚོད་རྩེད་ན་རིགས་ཀྱི་དེ་འདྲའི་ལས་བྱ་ཞིག་འདུག་དེ་ཡིན་ནས་དེའི་སྐབས་ལ་རྣམ་པ་ཚོས་གི་ད་ཀླད་པ་བཀྲུ་བ་བྱས་ནས་བསམ་བློ་བྱེད་ལེན་གནང་བྱས་ནས་གཙོ་བོ་གཅིག་ག་རེ་ཟེར་ན་ད་སློབ་ཕྲུག་ཚོའི་ངོས་ནས་རེད་ཡིན་ནས་འདྲ་མི་བོད་པ་ཞིག་ཡིན་པའི་ཆ་ནས་མི་གེགས་སོ་སོའི་ངོས་ནས་ད་གཅིག་གི་གནད་དོན་གང་ཅིའི་ཐོག་ལ་དེ་བྱེད་དགོས་འདུག་དེ་བྱེད་དགོས་འདུག་བསམ་པའི་རྣམ་པ་ཚོས་གི་ད་བཀའ་མོལ་གནང་བྱས་ནས་ཨ་ནི་གཅིག་ག་ཚོད་རེད་ད་བསམ་བློ་བཀྲུ་བ་བྱས་ནས་ད་ལས་བྱ་ཞིག་སྤེལ་གནང་ཡག་གི་དེ་དམིགས་ཚོགས་ཀྱི་དེ་ཡིན་གྱི་རེད་བ།

འགྲན་བསྡུར་འདི་དང་མཉམ་དུ་ད་རེས་འདི་ལ་ང་ཚོ་ཚོགས་ཆེན་གལ་ཆེན་པོ་བཞི་བོ་ཅིག་ཚོགས་ཀྱི་ཡོད་རེད་དེ་སོང་ཙང་ད་རེས་འདི་ལ་ང་ཚོས་ཀྱི་རེ་བ་འདི་མ་སོང་ན། ལོ་བཅུ་གསུམ་འདི་གའི་འདི་ནང་ལོགས་ལ། ཅིག་གི་རྒྱ་གར་རྒྱལ་ཡོངས་ནང་ལོགས་ཆ་ཚང་ནང་ལོགས་ཀྱི་བོད་རིགས་གཞོན་སྐྱེས་ཀྱི་རྒྱུ་ལས་ཆ་ཚང་ཞིག་འཛོམས་ཐུབ་པ་ད་ལྟའི་ལོ་རྒྱུས་ནང་བྱུང་ཡོད་མ་རེད། དེ་སོང་ཙང་ད་རེས་ང་ཚོ་ཨ་ནི་བར་བརྒལ་གྱི་ཚོགས་ཆུང་འདི་གི་ད་གཅིག་འབད་བརྩོན་ཞུ་ཡག་འགྲོ་སྟེ། ད་རེས་དེ་ལས་ང་ཚོ་ད་ད་རེའི་དུས་ཚོད་ཀྱི་ཐོག་ནས་ཡིན་པས་ནས་གནས་སྟངས་ཤིག་གི་ཐོག་ནས་ཡིན་པ་ནས་ད་རེའི་དུས་ཚོད་དེ་ལ་ད་གཞོན་སྐྱེས་ཆ་ཚང་གཅིག་གི་འགོ་ཁྲིད་དེ་གས་དེ་བཟོ་མེད་དེ་ཕན་གལ་ཆེན་པོ་རེད་ཤག་ང་ཚོ་མཐོང་གི་ཡོད་རེད་དེ་སོང་ཙང་ད་རེས་དེ་ལ་ང་ཚོ་ད་གཅིག་གི་འགྲན་བསྡུར་དེ་གས་དེ་ཚར་བྱས་དེ་ད་ཞོར་ལ་ཡང་ང་ཚོའི་གི་གཙོ་བོ་འགྲོ་སྟེ་ད་གཅིག་ང་ཚོ་དམིགས་བསལ་གྱི་ཚོགས་འདུ་སྐོང་བྱས་ད་ང་ཚོའི་བོད་རིགས་གཞོན་སྐྱེས་ཚོས་གང་གནང་ཐུབ་པས་འདུག་ད་ལས་ཆ་ང་ཚོའི་གི་ད་གྲོས་འཆར་གཙོ་བོ་འགྲོ་སྟེ་ད་རེས་ཀྱི་ལས་གཞི་འདི་ལྟ་བུ་རུ་ཅིག་རྒྱལ་ཡོངས་ཨ་ནི་བོད་རིགས་གཞོན་སྐྱེས་མཛའ་འབྲེལ་སྒྲིག་འཛུགས་འདུ་འཛོམས་ཆེན་མོ་འདི་མུ་མཐུད་ནས་ག་འདྲེ་སུ་གྲུ་གི་ཡིན་པ་ད་ད་ལྟའི་ང་ཚོ་ཅིག་ཐུགས་གཞི་རྒྱ་ཆེ། མཇུག་མ་ནས་ག་འདྲེ་སུ་གྲུ་གི་ཡིན་པ་དཔལ་འབྱོར་བསྡུ་རུབ་ག་འདྲེ་བྱེད་ཀྱི་ཡིན་པ་དེ་འདྲེ་ཐོག་ནས་ལས་གཞི་འདི་གལ་ཆེན་པོ་ཡིན་པའི་རྒྱུ་མཚན་ལྟ་ཆེ། ཡང་མུ་མཐུད་ག་འདྲེ་སུ་གྲུ་གི་ཡིན་པ་དེ་གྲོས་འཆར་གཅིག་ཆགས་ཀྱི་ཡོད་རེད། ཡང་གྲོས་འཆར་གཉིས་གཉིས་བ་གསུམ་པ་ལྟར་རིམ་པས་ང་ཚོ་ལྟ་མང་པོ་ཡོད་པ་དང་གཙོ་བོ་ཁག་འདྲེ་འདི་ང་ཚོ་བོད་པའི་གཞོན་སྐྱེས་རང་གི་ས་གནས་ས་ཐོག་ནས་གང་བྱེད་ཐུབ་པའི་བསྡུར་བ་དམིགས་བསལ་གྱིས་ད་པེ་ན་ཆ་ཞེས་པའི་ན་ས་ར་འགྲོ་ཆ་ཞེས་པའི་ན་བོད་རིག་པའི་བགྲོ་གླེང་ལ་ནས་ཁོ་རང་ཚོས་ཀྱིས་འདི་འདྲའི་ཞིག་བགྲོ་གླེང་ཡག་པོ་ཞིག་གནང་འདུག་གོ་རེད་ད་ནང་བཞིན་གྱི་ས་གནས་གཞན་པ་ཡིན་པ་ཡིན་ནས་ཡང་གཅིག་གིས་གཅིག་གིས་ས་གནས་ས་ཐོག་ལ་གཅིག་སློབ་ཕྲུག་རང་གི་དང་རང་གི་ཐོག་ནས་ཡང་གཅིག་སྨན་པས་ཀྱིས་འདི་འདྲའི་ཞིག་གིས་དེ་ཚེ་འདི་རུ་དགག་འདི་འདྲའི་སྲོལ་ཆེ་ཡང་བོད་པའི་གི་ནད་པ་དེ་ཚོ་ལ་རོགས་པ་འདི་འདྲའི་ཞིག་དེ་འདྲའི་སོང་ཙང་རྟགས་ཚོགས་པ་སོ་སོས་སོ་སོ་ཕར་ཕན་ཚུན་བར་ཚོ་ལ་ལེགས་བྱང་ཞེའུ་གླན་ཡོད་རེད་བསམ་གི་འདུག་དེ་འདྲའི་སོང་ཙང་དེ་འདྲའི་ཞིག་གི་དུས་ཚོད་ལ་ང་ཚོས་ཕན་ཚུན་བར་ལ་བསམ་བློ་གི་གོ་བསྡུར་བྱས་བྱས་ཨ་ནི་མ་འོངས་པ་ལ་མཉམ་རུབ་གི་ལས་ཀ་ག་རེ་གནང་ཐུབ་བས་འདུག་དེ་འདྲའི་གི་ང་ཚོས་ད་གྲོས་བསྡུར་བྱས་ཤིག་ལས་བྱེད་ཆེ་དུ་ཞིག་བསྒྲིགས་དེ་བས་རེ་བྱོས། ལོ་ལོ། ད་ཁྱེད་རང་གི་གལ་ཆེན་པོ་ཞུ་རྒྱུ་ཞིག་གསུངས་སོང་ད་ལྷ་ལུང་ལགས་ཀྱིས་ཁྱེད་ག་རེ་སོ་དེ་ད་ཅིག་སློབ་ཕྲུག་ཚོ་གི་སློབ་སྦྱོང་བྱེད་པ་དང་དེ་ག་ནས་དེ་ག་ནས་ཞུ་རྩ་དོན་ཐོག་ལ་ལས་ཀ་བྱ་བ་ལ་སོགས་དེ་འདྲས་ཞོར་ལ་ཡང་བོད་ནང་སེ་རིག་ས་གནས་ཀྱི་རྣམ་པ་ཚོ་སློབ་སྦྱོང་ག་པར་གནང་གི་ཡོད་ནས་དེའི་ནང་ལ་ཡང་ད་བོད་པ་དུད་ཚང་ཅིག་གི་མང་པོ་ཆེ་ཡོད་རེད་བོད་ནང་ཚོང་རྒྱག་མཁན་ལ་སོགས་པ་དང་དེ་འདྲས་པ་ཡོད་པ་སོང་ད་ད་ད་ནས་ཞུ་མེ་སོ་ལ་ཤ་ཤ་བས་ན་ཨང་ཅིག་ད་སྨན་ཁང་ངོ་ནས་ཅིག་ད་རྒྱ་གར་ལྷོ་ཕྱོགས་ཁུལ་ལ་ཡང་སྨན་ཁང་སྐད་གྲགས་ཆེ་ཤོས་ཡག་ཤོས་རེ་ཡོད་པ་གཅིག་ལ་ད་གཅིག་སྐད་གྲགས་རེ་ཞིག་འདུག་བྱས་ཙང། ལྷག་པར་ནི་རྒྱ་གར་ལྷོ་ཕྱོགས་ཁུལ་གྱི་ནད་པ་མང་པོ་ཅིག་སྟབས་མི་འགལ་ཡོང་གི་ཡོད་པ་འདྲ་དེ་འདྲའི་ལེའ་ཅན་ཡང་སློབ་ཕྲུག་ཚོ་སོ་སོའི་ལས་ཀའི་ཞོར་ལ་ཡང་ཕྱག་ལས་གནང་མཁན་དུ་རོགས་པ་བྱེད་མཁན་རེ་གནས་ཚུལ་དེ་འདྲ་ཡོང་གི་འདུག་དེ་འདྲ་ཡིན་དུས་རྣམ་པ་ཚོ་དུས་ཚོད་དངོས་གནས་ཅིག་ཞེ་དྲག་གལ་ཆེན་པོ་རེ་ཡིན་གྱི་རེད། གལ་ཆེན་པོ་ཡིན་པའི་དེ་ཡིན་ཙང་ཅིག་ག་རེ་ཟེར་ན་ད་རྣམ་པ་ཚོའི་ངོས་ནས་སློབ་སྦྱོང་གི་ཞོར་ལ་ཞོར་ལ་ཡང་ཅིག་ད་ཉམས་ཐག་ཟེར་ན་འདྲ་ཅིག་ནད་གཅོང་ལེའ་ཅིག་ཕར་ཚུར

རེད་ད་ད་ལྟ་དགེ་ལགས་ཀྱིས་མ་ཡི་སུ་དཔེ་བཞག་བ་ཡིན་པ་སོང་ཙང་ད་རྩ་བའི་ས་གནས་ག་བ་ལ་ཡིན་མིན་ནས་ད་གི་གོང་དུ་ཚོགས་གཙོ་ལྷ་རུང་ལགས་ཀྱིས་གསུངས་པ་ནང་བཞིན་གྱི་ས་གནས་ཁོ་རང་ལ་ཡང་བོད་པའི་གི་སློབ་ཕྲུག་ངོ་བོ་ལས་གྲུབ་པའི་གི་ཚོགས་པ་ཡོད་བསྡད་པ་ཡིན་ན་ཁོ་རང་བཞིན་གྱི་ཁོ་ང་རང་ཚོ་གི་སྤྱི་བའི་ལས་དོན་ཡིན་པ་ཡིན་ན་རེད་དཔེར་ན་སྤྱི་འཐུས་ལྟ་བུ་འདྲ་བོ་ཅིག་གཟིགས་སྐོར་ལ་ཕེབས་ཀྱི་ཡོད་པ་ཡིན་ན་རེད་དོ། གཞུང་འབྲེལ་གྱི་གནད་ཡོད་མི་སྣ་སུ་ཕེབས་ཀྱི་ཡོད་མེད་ནི་འདི་ལ་སྣེ་ལེན་ཞུ་ཡ་དང་དེ་ལ་གོ་སྒྲིག་ཞུ་ཡ་པུ་གུ་བསྡུ་སྐོང་བྱེད་ཡ་ཁོ་རང་བཞིན་གྱི་ད་ཕན་ཐོགས་ཡོད་དེ་ཡོད་རོ། ད་ནང་བཞིན་གྱི་ད་མཱི་སུར་ལྟ་བུ་འདྲ་བོ་ཅིག་ཡིན་པ་ཡིན་ན། ད་འདི་གེ་ལ་ཡི་མཱི་སུར་དཔེ་མཚོན་བཞག་ཡིན་པ་སོང་ཙང་མཱི་སུར་ལྟ་བུ་འདྲ་བོ་ཆགས་ཚུན་པ་ཡིན་ན་ཁོ་ས་ཆ་གྱི་ཆ་ནས་དཔེ་གནད་འགའ་ཅིག་ཆགས་འགྲིག་ཡོད་རེད་གང་ཡིན་ཟེར་ན་ང་རང་ཚོའི་གཞིས་ཆགས་ཁག་ཆེ་བ་བཞི་ཞིག་ད་མཱི་སུར་ནང་ཡོད་དེ་ཡོད་རེད་དེའི་ནང་ནས་ནས་དགོང་ལོ་གྲལ་བ་ཚོ་ཡིན་པའི་ནས་རེ་སྨན་ཁང་གནད་འགའ་ཆགས་ཡ་འདྲ་བོ་ཅིག་མཱི་སུར་ནང་ལོ་ལ་གཉིས་གསུམ་བརྗོད་དུས་དུས་ནད་པ། ཁོ་ད་སྐུ་ཞོགས་ཡིན་པའི་ན་དྲ་དུ་ད་མི་རྒྱ་སྐྱེ་བོ་སུ་འགྲོགས་ཅིང་ན་ཁོ་ཉི་མ་རྟག་པ་ཞིག་མང་པོ་བཞུགས་ཡོང་སྡིག་ཡོད་དུས་སྐབས་སུ་ད་རྩ་བའི་སློབ་ཕྲུག་དེ་ཚོ་སློབ་སྦྱོང་བྱེད་ཡག་གི་ཐོག་འདུས་ཚོད་ཡོག་མ་སྟེ་གང་ལྟར་ཡང། སློབ་ཕྲུག་ཁོ་རང་གི་ངོ་བོ་ལས་གྲུབ་པའི་གི་ད་ན་མ་ཧི་སུ་སློབ་ཕྲུག་མཐུན་ཚོགས་ཀི་འོག་ལ་རང་ཨ་ནི་ཁོ་སྨན་ཞབས་ཀི་སློབ་སྦྱོང་བྱེད་བསྡད་མཁན་ཚོ་གི་ཨ་ནི། དེ་ལས་ཡ། ད་ལྟ། མ་གི་སྨན་ཁང་ནང་ལོགས་ལ་ད་ནད་པ་བསྐྱོད་དེ་ངན་ད་སྐད་རྒྱུག་གི་ཐོག་ནས་ཡིན་པའི་ནད་འདྲ་འདུག་ད་ཨ་ན་ཤིང་གིས་ད་ནད་པ་ཐོག་ལ་ཡ་ཁྲག་དང་དེ་འདྲས་གི་ཞབས་རྗེས་ཐོག་ནས་ཡིན་པའི་ནད་འདྲ་འདུག་དེ་ཚོའི་ཐོག་ལ་ད་མཐུན་འགྱུར་རོགས་ལམ་བར་སྐབས་ནས་ལོ་གཅིག་སྤྲོད་ནས་མ་ཞུ་སློབ་ཕྲུག་མཐུན་ཚོགས་ངོ་ནས་ཧང་སང་ཡག་པོ་གནང་བསྡིགས་ཡོད་རེད་ད་ཨ་ན་ཤིང་གིས་ད་ཡང་སློབ་ཕྲུག་སུ་སུ་སུ་གིས་ད་ན JSS ང་ཚོ་སྨན་ཁང་ཆེན་པོ་གཅིག་ཡོད་རེད་ད་ཨ་ན་ཤིང་གིས་ད་སློབ་མཐོ་སློབ་འདྲ་མི་འདྲ་ནང་ལོགས་ལ་སྨན་ཞབས་སློབ་ཆུང་བྱེད་དེ་ངན་དེ་ཚོའི་སུ་སུ་སུ་ངོ་ནས་ཡ་རུ་ཁག་དེ་འདྲས་བཙུགས་རྗེས་ཨ་ནེ་ཡང་ད་ལྟ་དབྱངས་ཅན་གྱི་ནེ་པ་ལྟ་སྐྱོང་རུ་ཁག་སོགས་འདྲ་བོ་དང་དར་ནཱ་ཤི་མཱི་སུ་སློབ་ཕྲུག་མཐུན་ཚོགས་ཁོ་རང་གི་འོག་ལ་ཡང་སྨན་ཁང་མང་པོ་གཅིག་ལ་སློབ་ཕྲུག་སྨན་ཞབས་རོགས་པ་བྱེད་དེ་ངས་དེ་འབྲེལ་གྱི་ཐོག་ནས་ཧང་སང་ཡི་ཁ་ཚ་དགོས་གཏུགས་ཀྱི་ཨ་ནེ་ཡང་ཅིག་ཁ་ཡོད་ལག་ཡོད་ཀྱི་རོགས་པ་བྱེད་ཐུབ་ཡ་དེ་འདྲས་ཡོང་གི་ཡོད་རེད་དར་ནཱ་ཤི་གི་ད་ས་ཆ་གཞན་དག་ལ་ཡིན་པའི་ནས་འདི་དེ་དེ་བཞིན་གྱི་ཨ་ནེ་ཅིག་ས་ཆ་སོ་སོའི་གནས་བབ་ལ་དཔར་བའི་གྱི་མཐུན་འགྱུར་རོགས་རམ་དང་དེ་འདྲས་གནང་བསྡད་ཀྱི་ཡོད་རེད་ད་གཙོ་ཆེ་ཤོས་སོ་སོའི་སློབ་ཆུང་བྱེད་ཡ་དེ་རེད་འདི་གི་ཞོར་ལ་ད། ལས་དོན་རྩ་ཁག་གཅིག་དེ་འདྲས་ཧང་སངས་ཀྱི་ཡག་པོ་དེ་འདྲས་གནང་བསྡད་ཀྱི་ཡོད་རེད་ཞུ་ཡ་ཡིན། ལོ་ལོ་སུ་ཨ་འདིར་ཉེ་གནྟ་གཅིག་ལྷ་རོང་ལགས་དང་ཨ་རིག་རྗེས་དབང་རྒྱ་ལགས་རྣམ་གཉིས་དེ་ལས་རིམ་འདིའི་ཐོག་ལ་ཕེབས་བྱས་ནས་རྣམ་པ་གཉིས་ཀྱིས་ད་ཅིག་གིས་བརྩམས་བཞིན་པའི་ལས་འགུལ་འདི་དངོས་ནས་ཅིག་གིས་ངོ་སྤྲོད་དང་ཨ་མ་འོངས་པ་ལས་རྣམ་པ་ཚོའི་དང་བར་སྐུ་བོད་ནང་ཚོང་དོན་དུ་འཚོ་བ་བྱས་ནས་དེའི་རྗེས་ལས་ཨ་ཅིག་གིས་ལས་དོན་འདི་མུ་མཐུད་ནས་མཇུག་སྐྱོང་གནང་བྱས་ནས་གྲུབ་འབྲས་དང་ལམ་ལུགས་ཡག་པོ་ཞུ་རྒྱུ་ང་ཡག་གིས་ངས་སྨོན་འདུན་ཡོད་ཅག་དང་རྣམ་པ་གཉིས་ཀྱིས་སླར་ཡང་དེའི་ཐད